ད་དེ་གང་ཡིན་ཟེར་ན་ད་ལྟ་འདི་ད་དེང་སང་འགྲོ་བསྡད་དེ་ག་རེ་ཟེར་ན་བ་ད་སྒོ་མང་གི་མཁན་སུ་ཨ་ནེ་འབྲས་སྤུངས་ཁྲི་པ་ཨ་ནེ་སྒོ་མང་གཞུང་པ་གོང་ཆེན་གྱི་རྒན་བློ་བཟང་བསྟན་པ་ཟེར་ནས་བ་ད་ཅི་གཞུང་པོ་ཏི་ངང་ལ་བས་ཅི་བ་ད་ཅི་མཐའ་ཕྱིན་པ་སང་ཅི་མི་ཆོད་པ་དེ་ལ་ཡང་དྲི་བ་ཅི་བཏང་ཤག། དེ་ག་ན་བཞིན་གྱི། དེང་སང་གི་ད་སྒོ་མང་མཁལ་མ་དེང་སང་ལས་ཐོག་ཡིན་ན་ད་གང་ཅི་འགྲིག་གི་ཉིན་ལ་ཡིན་ན་ད་དེ་འདྲས་ཅིག་རེད་མཁལ་མ་དེ་རེད། སྐབས་དེ་དུས་ཁོ་རང་དཔལ་གྱིས་བ་ད་མཁལ་མ་ཁྲི་ཐང་བྱེད་གི་ཡང་ཁྲི་བྱང་བླ་རང་དང་ཨ་ནི་དཔལ་གྱིས་ཆོས་ཆོས་དུ་གྱིས་ཤོ་ཏན་འབྲེལ་བ་ཡོད་མཁན་གྱི་མི་ཚུལ་ཚང་མ

སྤྱད་པ་དམ་པ་དགེ་ལུགས་པའི་གི་སྤྱད་པ་དམ་པ་སངས་རྒྱས་མི་ཆོད་པ་དེ་ཚོ་གི། བ་དང་དེ་ཚོ་ན་དེ་འགྲེལ་བཤད་བརྒྱ་སྟོང་གཅིག་གོ་དགོས་འདུག་བ་དང་ཕྱག་རྣམ་པ་སུ་ལྔ་གནས་གྲོང་ནས་དགེ་ལུགས་པའི་བསྟན་པ་ཉིད་ལ་ཡོད་པ་གཅིག་དང། མན་མང་ལ་གཅིག་ཕན་པ་གཅིག། དེ་འདྲ་ཡིན་ན་གཅིག་གསལ་བཤད་དེ་ཚོ་གང་བྱེད་མ་བྱེད་གཟའ་ཟིན་གནང་རོགས་མ་གཏོགས། བ་དང་དེ་གཅིག་ང་རང་ཚོ་གི། བ་དང་གཅིག་ཆོས་ཀྱི་གནས་སྟོང་ཟེར་མཁན་དེ་ཚེ་འདི་བློས་མ་གཏོང་ན་ཆོས་ཀྱི་ཉང་ལེན་ཙམ་ཆགས་ཀྱི་མ་རེད་བ།

སྟོན་འབྲེལ་དང་ཆེན་སྦྱངས་ཚུལ་ན། ཆོས་འབྱུང་རྡོ་རྗེའི་བཤོས་ལྡན་གཟིགས་མཁན་ཏེ། བ་ལྟ་ཅི་བླ་མའི་ངོ་བོ་བསྟན་པ། ཆོས་འབྱུང་གི་ངོ་བོ་བསྟན་པ། བ་ལྟ་ཅི། དེར་བ། ཡི་དྭགས་ཀྱི་ན་བདག་གི། རྩ་བའི་ཐོ་ས་དེ་རྗེ་བཙན་འཇམ་པའི་དབྱངས། རྗེ་བཙན་འཇམ་པའི་དབྱངས་ཀྱི་མངལ་གནས་གྲོང་བརྡལ་གྱི། བ་ལྟ་ཅི། རྗེ་བཙན་ལས་འདས་པའི་བ། ཟེ་བདག་ཅི་ཡི་དྭགས་ཀྱི་རྣམ་པར་བསྟན་པ་རྡོ་རྗེ་འཇིགས་བྱེད། ཡི་དྭགས་ཀྱི་རྣམ་པར་བསྟན་པ་ཡི་དྭགས་རྡོ་རྗེ་འཇིགས་བྱེད། འཇིག་རྟེན་འདས་པའི་སྲོག་མེའི་རྣམ་པར་བསྟན་པ། ཆོས་འབྱུང་བ་ལྟ་ཅི་དང་ཅིའི་ཕྱིར་གྱི་རྒྱལ་པོ། འཇིག་རྟེན་བྲལ་པའི་རྣམ་པར་བསྟན་པ། ཆོས་འབྱུང་རྡོ་རྗེ་གཤོག་ལྡན། དེ་ཀ་ན་བཞིན་གྱི། སྟོན་འགྲེལ་རྣམ་པ་གཅིག་རིག་རིག་བྱེད་ནི་དཔལ་གྱི། བསྟན་དགོས་ཀྱི་རྒྱུ་མཚན། སྔ་མོ་སྐྱེས་བུ་དམ་པ་ཚོས་འདི་འདྲའི་འདི་འདྲའི་འདི་འདྲའི་བསྟན་རེད།